ད་བླ་མ་ཁྱོད་སྐད་ཆ་མ་རེད་གྲོང་པ་སྦྱིན་བདག་ཚོ་ལས་ན་ཡང་དཔལ་འབྱོར་གྱི་གནས་སྟངས་སྐྱོ་བོ་རེད་དེ་ནས་ཡིན་ན་ཡང་ད་ཅིག་ཧམ་གྲོང་པ་མི་སེར་ཚོ་གིས་ད་ཁོ་རང་ཆུང་ནས་གང་ཤི་དེ་གིས།

ད་ལྟ་ངས་བཤད་མ་ཐག་པ་ནང་བཞིན་རི་ཆུང་ནས་སྒང་དྲིས་ཏེ་ཡོད་དེར་བག་ཆགས་པའི་ཤུགས་ཆེན་པོ་ཡོད་དེ་དེ་ལྟར་དེ་འདྲའི་རྐྱེན་གྱིས་ཅིག་བྱུང་མ་ཐུབ་དུས་ཨེ་ནས། མི་སྐྱ་བུ་མོ་ཚོ་བློ་ཁ་འདྲ་པོ་རྩ་ནས་རྫོགས་ཐུབ་ཀྱི་མི་འདུག་ཚིམ་ཐུབ་ཀྱི་ཡོད་མ་རེད། ད་ཁོ་རང་ཚོ་གི་གང་ནས་ཅིག་དགོན་པ་གཅིག་རེ་བསྟན་ཟེར་ཡག་དེ། ད་དགོན་པ་དེའི་རྩ་ནས་ང་ལས་ཅིག་ཟ་ཡག་གྱི་རག་གི་རེད་ང་ལས་གོན་ཡག་གྱི་རག་གི་རེད་དགོན་པ་དེ་གས་ང་ལ་ཅིག་དཔལ་འབྱོར་གྱི་གནས་སྟངས་ལས་རོགས་པ་ཅིག་བྱེད་གི་རེད་བསམ་པ་དེ་སུ་གཅིག་ཡོད་མ་རེད། ད་དགོན་པ་དེ་ལས་ཕ་རེ་ས་སྐྱོབ་ས་འདྲ་པོ་བྱེད་བདེ་ན། དེ་ང་ན་བའི་ཚེ་ལས་དགོན་པ་དེ་གི་ཞབས་རིམ་འབྲུ་ཡག་གི་ཐོག་ལས་དགོན་པ་དེ་གི་ཕན་ཐོག་ཡོང་གི་རེད་ཤི་བའི་ཚེ་ལས་ང་གཤིན་པོ་གི་གཤིན་ཆོས་ལས་དགོན་པ་དེ་གི་ཕན་ཐོག་ཡོང་གི་རེད་བསམ་ནས། ད་མི་སྐྱ་ཚོ་གི་དགོན་པ་ལས་ཚུ་བློ་སྐྱེ་ཡག་གི་དམིགས་ཡུལ་འདྲ་པོ་གཙོ་བོ་ད་དེ་གཉིས་རང་རེད་དགོས་ད་དེ་གཉིས་མ་ཐུབ་དགོན་པ་ཚོ་ང་ཚོ་ལས་དེ་ནི་རེས་བཅོལ་གྱི་ད་རྒྱུ་མཚན་མང་པོ་ཡོད་མ་རེད། ད་དེང་སང་འདྲ་བོད་ན་བལྟས་ཟེར་གཅིག་མི་ཆ་ཕོ་མོ་ཚོ་གིའོ་སྔོན་འགྲོ་འདྲ་སྡོད། སྔོན་འགྲོ་ཟླ་ཆོས་རེད་སྔོན་འགྲོ་འབུམ་ལྔ་རེད། དེ་ག་ནང་བཞིན་ཡང་གཅིག་ཡང་རྫོགས་ཆེན་གྱི་སྐོར་འདྲ་ཚེ་སྲོག་ཏུ་ཞུ་བྱས་ནས་ད་ཅི་མི་མི་ཆ་ཚོ་གིའོ་གཅིག། ཆོས་ཀྱི་དོང་ནང་འདྲ་བོ་ད་ཆེ་རུ་ཆེ་རུ་ཟེར་དོང་འདྲ་བོ་འགྲོ་ནས་དེ་འདྲིའི་གི་ལག་ལེན་གྱི་བྱེད་མཁན་ཡང་ཡོང་འདུག་གོ་རེད་དེ་འདྲའི་རྒྱུ་མཚན་གྱི། ཡང་དགོན་པ་དང་བླ་མ་ལས་བསྟན་བྱ་དེའོ། ད་ཅིག་ཡིན་དུ་ཡིན་འདུག་གི་རོ་དེ། ད་དེ་སྔ་མ་ཡིན་ན་དེ་འདྲའི་རྩ་ནས་ཡོད་མ་རེད། ད་ཁོང་ཚོ་དགོན་པ་གཅིག་ལས་བསྟན་ཟེར་འོང་དུས། ད་ང་ནར་བའི་ཚད་ལས་ད་དགོན་པ་དེ་གི་ཞབས་རིམ་འདོན་རོགས་བྱེད་གི་རེད། ང་ཚོ་ནང་མི་དག་དག་སོ་སོ་ཀྱི་ཤི་བའི་ཚད་ལས་ཤིང་ཆོག་འདོན་གི་རེད་བསམ་པ་གི་རེ་བ་དམིགས་ཡུལ་གཙོ་བོ་འགྲོ་བ་ཁོང་ཚོ་དེ་ཡིན་འདུག་དུས་ད་དེ་ལས་སྐྱབས་རྗེ་རིན་པོ་ཆེ་འགའ་དཔེ་དང་ལུང་སྤྲད་གི་ཡོད་རེད། ད་ཁྱེད་རང་ཚོ་གི་ཅིག། སྐྱབས་རྗེར་མ་ཅི་མཇལ་དུ་སྙུང་གི་ཡོད་ཀྱི་རེད་དེ། ཡིན་ན་ཡང་ད་དེ་ག་ཚེ་རྗེས་གཅིག་མཉམ་དུ་འདྲིས་ཡུན་འདྲ་པོ་དུ་གོ་སྐབས་ཡོང་ཡོད་ཀྱི་མ་རེད། ང་ཆུང་ཆུང་ང་ལོ་བཅུ་གསུམ་ནས་ད་གྲྭ་པ་དེ་རེད་བས་སྐྱབས་རྗེ་རིན་པོ་ཆེ་ད་ད་ང་ལོ་བཅུ་གསུམ་ནས་ད་དགོངས་པ་མ་རྫོགས་ཀྱི་བར་དུ་ཟས་སྟོང་འདྲ་པོ་ད་བོས་ཏེ། འདི་འདྲའི་ཆེན་པོ་ཅིག་ཆགས་བསྡད་རོགས་དུས་འདི་ང་ཚོ་ཧ་གོ་གི་ཡོད། དཔེར་ན་མི་འདྲ་བོ་བཞི་ཆགས་ཀྱི་མི་གཅིག་ཅིག་གློ་བུར་དུ་ཤི་ཡ་འདྲ་བོ། ད་ཤི་ཁ་ལ་ཁ་དེ་འདྲ་ཡིན་དུས་དེ་ནས་མི་ཚོ་སླེབས་ནས་གཟིམ་ཆུང་སྒོ་བརྡུང་འདོད་གི། གཟིམ་ཆུང་སྒོ་བརྡུང་འོང་དུས་དེ་རིང་ཁོང་རེ་བཞེངས་འོང་རེ་ད། ད་ང་ནང་མི་གཅིག་དེ་འདྲའི་ནད་པ་ཡོད་མཛའ་གྲགས་ཡིན་ཤི་རན་དུ་ཡོད་ད་གཅིག་ཕེབས་རོགས་གྱིས་ཟེར་ཞུ་འོང་དུས་ཡ་སོང་ནས་དེ་ནས་མཚན་ལ་ཕེབས་འགྲོ་མཚན་ལ་ཕེབས་འགྲོ་དེ་ང་ཚོ་གི་གྲྭ་ཤག་དེ་འདི་ཁོང་རེ་གཟིམ་ཆུང་རྩ་འདྲ་པོ་རེད་ད་ཁོང་ཡག་ཡིན་ནི་ད་གྲྭ་པ་ཅིག་ཁྲིད་དགོས་རོགས་ད་ང་ཚོ་སྒོ་རྡུང་རེད་ང་ཚོ་སྒོ་རྡུང་ད་ཁྱོད་ཡར་ལོངས་དོ་ང་ལ་རོགས་པ་འགྲོ་དགོས་གི་འདུག་ག་ཤི་ག་ཤི་ཅིག་གི་མི་གཅིག་ད་ཤི་རན་འདུག་གི་འདུག་ཟེར་དེ་དེ་འདྲའི་ཞིག་དེ་མཚན་ལ་ཕེབས་འགྲོ་ལ་དེ་མོ་གྲྭ་ཡོད་མ་རེད་དོ་དུས་དེ་ནས་ད་མཚམས་མཚམས་ཀྱི་གསེར་སྐལ་ཞོན་ནས་འགྲོ་གི་རེད་གསེར་སྐལ་གསེར་སྐལ་སྐྱབས་རྗེ་རིན་པོ་ཆེ་འགའི་ཞོན་བཞིན་རེད་ང་ཚོ་གི་ཞོན་བཞིན་རེད། ད་དེ་འདྲའི་ཡིད་ཆེས་མཚན་ནམ་ཞེས་ལབ་དེ་རིང་འགྲོ་གི་ཡོད་རེད། ད་དེ་འདྲའི་གི་ཅིག་མི་ཚོང་གི་དཀའ་ངལ་འཕྲད་འོང་དུས། ཡང་ན་དེ་ག་ནང་བཞིན་གི་ད་ནང་འོང་དུས་ཞབས་བརྟན་ཚེ་ཡག་དེ་ཚོ་དེ་ད་སྐྱབས་རྗེ་རིན་པོ་ཆེ་ནས་བས་དེ་ཞབས་བརྟན་དེ་ཕེ་རུག་ཅིག་ཏུ་ཅིག་ཞུ་བཞག་དུས་ཁོང་རེའི་དང་ལི་ཐོ་ནང་ལ་ཐོ་རྒྱབ་བསྡད་རེད་ཉིན་མ་འདི་ལ་འདི་ཡིན་ད་འདི་ལ་འདི་འདྲ་ལིང་ད་ཚོ་ཆ་ཚང་ཐོ་རྒྱབ་ནས་འགྲོ་དུས་ཞབས་བརྟན་ནས་ཕེ་འོང་དུས་ཉིན་ཧྲིལ་བོ་ཚོགས་གི་ད་ཉིན་ཧྲིལ་བོ། དེ་འདྲའི་ཤེས་ནས་ཞོགས་ཀའི་ཆུ་ཚོད་བདུན་པ་གི་སྔོན་འཚོགས་དང་ང་ཚོ་ག་རེ་ཟེར་ན་ད་ད་དུས་ཀྱི་ཆུ་ཚོད་ཀྱི་ཐོག་ལས་དུ་ང་ཚོ་ཞི་ར་དོང་ནོང་འདྲ་བོ་སྤྲད་ཤེས་གི་མེད་དེ་ད་འདོན་པ་ཚ་ཞིང་གི་ཐོག་ལ་ལྟ་འོང་དུས་ཆུ་ཚོད་བདུན་པ་སྔོན་ནས་འཚོ་བ་དང་དགོང་མོ་ཆུ་ཚོད་གཅིག་དྲུག་པ་གི་རྗེས་རེ་འདྲ་བོ་ཞག་འདྲ་ཆགས་འདུག་གས་ས་ག་རེ་ཟེར་འདོན་པ་ཚ་ཞིང་གི་ཧ་གོ་གི་འདུག་ཞི་ཁྲོ་གནས་རྒྱ་རེ་རེ་འདོན་འོང་དུས་གྲྭ་པ་བཅུ་གཅིག་མ་གཏོགས་གདན་འདྲེན་ཞུ་གི་མ་རེད་སྤྱིའི་སྟེགས་ཀྱི་ཆོས་དཔོན་བྱེད་ཀྱི་རེད། ད་བཅུ་དེ་གི་འདོན་འོང་དུས་ཚར་བཅུ་ཐེམ་པ་འདོན་དགོས་ཞི་ཁྲོ་ལས་གཞུང་ཚར་བཅུ། གནས་འདྲེན་ཚར་བཅུ། ལས་གཞུང་བརྒྱད་པ་ཚར་གཅིག་གནས་འདྲེན་བརྒྱད་པ་ཚར་གཅིག་ལྷ་འོང་དུ་སྦྱར་ནས་དེ་འདྲི་བྱས་ནས། དེ་ནས་ཤིང་ཆོག་འདྲ་པོ་འདོན་འོང་དུས་དེ་འདྲི་བྱེད་འདོན་དགོས་རེད་དེ་དེ་ག་ནང་བཞིན་གསོན་ཕོག་གི་ཞབས་རིན་ཡིན་ནའང་དགོས་ཀྱི་ཡོད་ཆོག་ཐམས་ཅད་འདོན་ནས། ཧ་ལས་ཡང་གི་ཀུན་རིག་གི་དེ་ལས་ཐུགས་ཁུར་ཆེན་པོ་བཞེས་དེ་གི་རེད། ད་ཡང་འདི་འདྲས་ཀྱི་ཁ་ཤས་ཀྱི་བསམ་བློ་དོན་ཨོ་ད་དེ་འི་རེད་དེ་ཡིན་ན་ཡང་ད་དོ་དུས་ཀྱི་དཔལ་འབྱོར་གི་གནས་སྟངས་བླ་མ་སྤྲུལ་སྐུ་ཚོ་ཡིན་ན་ཡང་ཡོང་སྒོ་ཅི་མེད་འོང་དུས་ད་ཞབས་བརྟན་གི་སྐབས་སུ་ཅི་འབུལ་བ་ཅི་རག་གི་རེད་ཟེར་ངེས་ཁ་ཤས་ཀྱི་དེ་འདྲས་དྲན་དྲན་གི་ཡོད་རེད་བསམ་བློ་དེ་འདྲས་ཡོང་འདུག་གི་ཡོད་རེད་དེ་སྐྱབས་རྗེ་རིན་པོ་ཆེ་ང་ཚོ་འདི་འདྲས་ལྟ་བསྡད་དུས་མི་ཚང་ཚོགས་ཀྱི་ཡར་ཕུད་ཡར་དེ།

དངུལ་ཡར་སྒོར་མོ་བརྒྱ་གཅིག་སྤོས་ན་སྒོར་མོ་ལྔ་བཅུ་དེ་བཞེས་ཀྱི་རེད་ལྔ་བཅུ་དེ་རང་འཇལ་རང་བཞག་བཞག་གི་རེད་རྩ་ནས་བཞེས་ཀྱི་མ་རེད་ད་ད་དུས་ང་ཚོ་གི་ཧ་གོ་དེ་རོགས་ད་ད་དུས་དེ་སྣང་བ་འདྲ་ཅི་ཡོད་མ་རེད་ད་འདི་འདྲའི་བསམ་ན་སྟོང་དེ་དེ་དངོས་གནས་ཅིག་ཁོང་གི་ཉིན་མཚན་གཉིས་ལས་ཨེ་རེད་མི་མང་ཚོ་གི་རེ་འདོད་ཀྱི་ཆེད་དུ་ད་བལ་དུ་གསོན་པོ་གི་སྐུ་རིམ་ཤིང་སྦོག་གི་ཤིང་ཆོག་སྒྲུབ་རྒྱུ་དེ་ཚོ་ཐམས་ཅད།

དེ་ནས་བཟུང་སྟེ་ཡང་མི་མང་ཚོགས་དང་ཁོར་ཡུག་འབྲེལ་ཡོད་ཚོགས་ཀྱི་ཁོངས་དང་མི་མང་གི་གྲོང་ཆོག་བོད་དུ་ཞལ་ལག་ད་ནི་མ་བཞེས་རོགས་གྱིས་སུས་ཇག་ད་ནི་མ་བཞེས་རོགས་གྱིས་ད་དུག་དེ་རིགས་འཛེམ་དགོས་ཀྱི་འདུག་ཟེར་ནས་ཡང་དེ་འདྲའི་བྱས་ནས་དེ་ཞལ་ལག་དེ་ཉིན་གུང་ཁོ་རེ་བཞེས་མ་རེ་ཡང་འདོན་པ་མཚམས་དེ་ཞལ་ལག་བཞེས་ནས་འགལ་ཁོ་རེ་གཟིམ་ཆུང་ནང་ལ་ཚུར་ཕེབས་འགྲོ་གི་རེད་སུས་ཇག་དེ་ཚོ་ང་ཚོ་ཞོགས་ཀའི་ཚགས་དམ་ནང་མཉམ་དུ་ཁུར་ནས། དེ་ནས་བི་ན་ལ་ཚོགས་པ་ཕེབས་དུས་དེ་ནས་བཙུན་བྱ་དེ་ག་རང་ཕུད་དེ་འདྲས་བྱས་དེ་ག་ད་ལྟའི་དེའི་རྗེས་མ་འདྲ་པོ་སྐབས་སུ་དེ་འདྲས་བྱས་རེད་ཧེ་རྗེས་མ་དེ་ནས་ཡང་གཅིག་དགུང་ལོ་ཡང་ཡག་འདྲས་དེ་ནས་གཅིག་སྐུ་གཟུགས་ཡང་མཐོང་པོ་མེད་འོང་དུས་ད་ཚོགས་ཐེངས་རེ་རེ་གཉིས་རེ་རེ་མ་ད་ཉིན་གོང་མོ་ཕེབས་མི་ཐུབ་ཀི་དེ་འདྲས་ཆགས་འདུག་འདུག་ཡིན་ན་ཡང་གོ་རེ་གི་ག་དུས་ཡིན་ན་ཡང་ད་ཞབས་བརྟན་དེ་ཡིན་གྱི་མིན་གྱི་གཏོང་དགོས་ཀི་ཡོད་གསུངས་ཞབས་བརྟན་དེ་རྩ་ནས་ཟླ་འདི་ནས་དགེ་བསྐོས་གཙོ་གི་ཚོགས་པ་ཚོགས་མཁན་རག་གི་མི་འདུག་སྤུ་གུ་ཚོ་ཡི་གེ་སྦྱོང་དགོས་ཀྱི་འདུག་ཞབས་བརྟན་འགྲིག་གི་མི་འདུག་ཞུ་འོང་དུས་ཞབས་བརྟན་མི་གཏོང་ས་ནི་དཔེ་དགོན་པ་ཚང་གི་རེད་དཔེ་དགོན་པ་ཚང་མི་ཚ་མི་ཚོ་ལ་ཕན་བཏོག་ཡ་དེ་རེད་མ་གཏོགས་གཞན་ང་ཚོ་གི་ཕན་བཏོག་ཡ་གི་ལས་ཀ་ཅི་གང་མི་འདུག་ད་དེ་དེ་ང་ཚོའི་གི་དེ་ནས་འཇམ་བཅད་རྒྱག་ན་དེ་ནི་ད་ང་ཚོ་མི་མི་སྐྱ་ཚོ་ལ་ད་ཕན་ཐོག་གི་ལས་ཀ་ཅི་གང་མི་འདུག་གསུངས་ནས་རྩ་ནས་ཁོང་ཞབས་བརྟན་དེ་ག་བ་ཡིན་ན་སྟངས་སྦྱོང་མ་གཏོགས་བག་གི།

ད་ནང་གི་སྤང་རྟོགས་ཀྱི་ཐོག་ལ་ཡིན་ན་ཡང་ངས་རྩ་ནས་ཡོད་མ་རེད་ཕན་ཐོགས་ཡོད་མ་རེད་ཟེར་བའི་སྐད་ཆ་དེ་མ་རེད་དེ། ད་ཕན་ཐོགས་ཡོད་པ་ཁ་ཡོད་ལག་ཡོད་དེ་ད་སྔགས་དེ་དཔེ་མང་པོ་བགྲང་འདོད་ར་སྔགས་མང་པོ་བགྲང་ཡ་རྒྱུ་གས་ད་བགྲང་པའི་ནུས་པ་ང་ལ་ནུས་པ་ཟེར་ཡ་དེ་ཏན་ཏན་ཡོད་དོད་གས་ར་དེ་ཡོད་དོད་དུས་དེ་འདྲས་ཀྱི་ཞབས་རིམ་གྱི་ཐོག་ལ་དེ། ཅིག། ལྷག་བསམ་རྣམ་དག་གིས་ཐུགས་ལ་དད་ཅི་རོགས་བྱས་དེ་ན་ཕ་རོལ་པོའི་སྦྱིན་བདག་ཚོ་འདི་ལྟར་ཧ་ལས་ཀ་ཕན་ཐོགས་ཡོང་དུ་དགོས་རོགས། འདི་དེ་ཡིན་དུས་དེ་ཚོ་ཐུགས་ལ་ཡིད་འཇིགས་མི་བྱེད་ཕྱིར་རྣམ་པ་གི་ཐུགས་ཁུར་བཞེས་ཡ་དེ་ཚོ་དཔེ་དོ་གལ་ཆེན་པོ་རེད་དྲན་གི་འདུག་མ་གཏོགས་བག་གི་ད་ཡོང་ཅིག་དེ་འདྲའི་ཤེས་མཁན་དུ་ཡོང་འདུག་གོ་ད་ང་སྐོར་ཟ་གི་མེད་ཟེར་སྐོར་ཟ་དེ་ན་ད་སྡིག་པ་ཆེ་རོགས་རེད་འདུག་ང་རང་རྦད་དེ་ནང་ལོག་རང་ནས་ཅིག། ཅིག་ཁ་འདོན་དགེ་སྤྱོད་ཆེ་ནས་སྡོད་དགོས་གི་འདུག་ང་གྲོང་ཆོག་འགྲོ་གི་མིན་ཟེར་མཁན་དུ་ཡོད་རེད་དེ། སྐོར་བཟའ་དང་མི་བཟའ་དེ་སོ་སོའི་ལག་པ་ལས་རེད་བ། མིག་གི་ཕུལ་སྦྱོར་དེ་འདྲ་ཡོང་མེད་ན་མ་ལེན་དུ་འགྲིག་གི་འདུག་བ། ག་ཚིག་ལེན་དགོས་ན་ཚུར་ལེན་ནས་ཡ་མཆོད་མེ་ཕུལ་ཆོ་གའི་རེད་སྐུ་གསུང་ཐུགས་རྟེན་ལ་ཞལ་འདེབས་ཕུལ་ཆོ་གའི་རེད་ཡིན་གྱི་མིན་གྱི། དངུལ་དེ་ལེན་ཚར་དུས་སོ་སོའི་ཁ་དང་རྒྱབ་གཉིས་ལ་བེད་སྤྱད་མ་གཏོང་དུ་དེ་ལྐོག་གི་འགྲུལ་བ་ཕོག་དོན་ཅི་མི་འདུག་ང་རང་ཚོ་ལ་ལྐོག་གི་འགྲུལ་བ་ཕོག་ཟེར་ན་ཡོང་མེད་ན་ཁ་ནང་ཟག་བསྡད་ཡག་གི་དེ་ནི། ད་ཟས་ཀྱི་ལྐོག་སྒྲིབ་ཟས་སྟོང་འདྲ་བོ་ཅིག་ཡོང་མེད་ན་གང་འདུག་གི་རེད་དེ་གཉིས་མ་གཏོགས་ང་ཚོ་ལ་སྤྲང་བོ་སྤྲང་བོ་བྱེད་དབང་ཡོད་མ་རེད

ལྕགས་ཀྱི་རིན་པོ་ཆེ་ཞལ་བཞུགས་བས་ན་ཡང་ཁྱེད་རང་ཚོ་གའོ་ལྕགས་ཀྱི་རིན་པོ་ཆེན་གྱི་ཐུགས་ཀྱི་དགོངས་པ་དེ་བས་ན་སྒྲུབ་སླ་ནས་ཐོན་ཚར་འགྲོ་དུས་སོ་སོའི་ངོས་ནས་ག་རེ་ཞབས་ཕྱི་ཞུ་དགོས་ཀྱི་ཡོད་མེད་ད་ལྕགས་ཀྱི་རིན་པོ་བཀའ་ག་རེ་གནང་དགོས་འདུག་ག་འདྲའི་མཛད་ཀྱི་འདུག་ཟེར་ནས་ཡང་ཅིག་མིག་གིས་ཡང་དེ་ནས་ལྟ། ཨ་མཆོག་གིའོ་ཉན་བྱ་ཡ་རེད་ད་ལྕགས་ཀྱི་རིན་པོ་ཆེ་འདས་ཚར་བ་ད་དེ་འདྲའི་སྐད་ཆ་ཡོད་མ་རེད་ད་ཡིན་ན་ཡང་ལྕགས་ཀྱི་རིན་པོ་ཆེན་གྱི་སྔ་མ་གི་གཅིག་ཁུང་རེ་གི་མཛད་པ་གནང་སྟངས། དེ་ཚོ་ཐམས་ཅད་ད་ང་ཚོས་ཧ་གོ་བདེ་བ་རེད་ངས་ད་ལྟ་ཞུ་མ་གནང་ཞིག་ང་ཕ་གྱི་ལོ་བཅུ་གསུམ་ནས་དགོངས་པ་མ་རྫོགས་ཀྱི་བར་ལས་ད་ཅིག་ཅིག་འཇིག་རྟེན་གྱི་ལུས་གསོལ་འདྲ་བོ་བྱེད་ན་ཨ་ཕ་དང་སྤུ་གུ་སོགས་འདྲ་བོ་ཞིག་ཆགས་ཚར་རེད་ང་ངོས་ནས་ད་ཁྱོའི་ངོས་ནས་ད་བླ་མ་དང་སློབ་མ་བསམ་གྱི་མི་ཁྱབ་པ་བཤད་མ་དགོས་པར་དེ་འདྲའི་རྐྱེན་གཅིག་གི་ཡིན་དུས་ད་ངན་གྱི་བརྒྱ་ཆ་བརྒྱ་བསྟན་པ་སྐྱབས་རྗེ་རིན་པོ་ཆེ་ཐུགས་ཀྱི་དགོངས་པ་རྟོགས་ཐུབ་ཟེར་ཡག་ཏུ་ཁག་པོ་རེད་དེ། ད་མཛེས་པ་སྣང་སྟོང་ག་འདྲའི་ག་འདྲའི་ཡིན་མིན། སྣང་མ། གི་སྣང་སྟོང་དེ་ལས་དེང་སང་བསམ་ན་སྟོང་འདི་ཨོ་ཐུགས་ཀྱི་དགོངས་པ་འདི་འདྲའི་རེད་འདུག་ད་དངོས་གནས་དྲན་ཧ་ལས་ཡ་རེད་འདུག་ད་བསམ་བསམ་དགོས། དེ་ནས། ཅིག། ཐུགས་ཀྱི་དགོངས་པ་ངོ་མ་གཞན་ལས་ཕན་བཏགས་ཡག་གི། ཅིག་གཞན་ཕན་གི་བསམ་བློ་དེ་ཚོ་ཐམས་ཅད་དེང་སང་ད་རྗེས་སུ་དཔག་ཐུབ་གི་འདུག་ཨ། དུས་ཚོད་དེ་ལ་དེ་བྱས་ཕྱིར་ཧ་གོ་ཞིང་མི་ལ་ང་ཚོས་ན་ཅིག་སྣང་སྟོང་འདི་མཐོང་འདོད་གི་ཡོད་རེད་ཐོས་འདོད་གི་ཡོད་རེད་དེ་དེ་ཡང་ག་རེད་ཀྱི་དོན་དག་ཡིན་ཟེར་ང་ཚོས་རྗེས་སུ་དཔག་ཐུབ་མི་འདུག་ད་དེང་སང་དངོས་གནས་བསམ་བློ་གཏོང་ན་ཧ་ལས་ཡག་གི། དེ་ནས་ཅིག་གཞན་ཕན་གྱི་བྱ་བ་ཨམ། ད་ཅིག་དངོས་གནས་ཁ་ཡོད་ལག་ཡོད་ཀྱི་དེ་ནས་ཕན་བཏགས་ཀྱི་བྱ་བ་དེ་རེད་འདུག་གི་འདུག་དེ་དེ་ཡིན་དུས་ང་བསམ་པ་ལས་ང་རང་བསམ་འཆར་འདྲ་པོ་ཡིན་ཁྱེད་རྣམ་པ་སྒྲུབ་ལ་ཐོན་ཚ་འགྲོ་དེའོ། ད་ང་གྲོང་ཆོག་ཡོད་འགྲོ་གི་མེད་ང་གཤིན་པོ་དགེའོ་དེ་ནི་དཀོར་ཟ་གི་མིན་གསོན་པོ་དགེའོ་དཀོར་ཟ་གི་མིན་ཞེས་ནི། དེ་འདྲའི་ཞེས་ནི་དཀོར་ལས་གཞན་སྣང་འདྲ་བོ་ཅེས་བདེ་བ་དེ་འདི་དེ་ང་བཙན་པོ་ལྟས་སུ་ནོར་འཁྲུལ་རེ་དྲན་གྱི་འདུག། དཀོར་ཟ་དང་མི་ཟ་དེ་སོ་སོའི་ལག་པ་ལས་རེད་ཡིན་གྱི་མིན་གྱི་དངུལ་དེ་ལེན་ཚ་དེ་ཡིན་གྱི་མིན་གྱི་ཁ་ལ་ཟ་དགོས་མ་རེད་རྒྱབ་ལ་གོན་དགོས་མ་རེད་དེའི་དངུལ་དེ་དཔེར་ན་ང་ལ་འདི་ལ་ག་ཚད་འདུག་ངས་ཁ་སང་ག་ཉིན་ཕུལ་ཚ་ཡིན་དངུལ་ནི། ང་ལེན་ཡང་ལེན་ཚད་ཀྱི་འདུག།

དཔལ་ནོར་རིན་པོ་ཆེན་ཚེ་སྐེམ་བཞི་པའི་རིན་པོ་ཆེན་ཟེར་གི་རེད་ཁོང་ཚོ་སྐེམ་བཞི་པའི་རིན་པོ་ཆེན་སྐེམ་བཞི་པའི་རིན་པོ་ཆེན་གྱི་ལྗགས་རིན་པོ་ཆེན་ལ་དད་པ་ཡོད་མ་རེད་ང་ཚོས་དེ་འདྲའི་ཞུ་ན་འགྲིག་གི་མ་རེད་ད་ང་ཚོ་ཁུངས་བཙལ་ཏེ་ཨོང་ཞུ་ག་འགྲོ་རྒྱུ་ཡོད་མ་རེད་ཆོས་ཞུ་ག་འགྲོ་རྒྱུ་ཡོད་མ་རེད་ཟེར། དོན་དག་དེའི་ཐོག་ལ་དེ་ནི་ཁོང་ཚོ་གི་འཛེམ་འདུག་གི་རེད་མ་གཏོགས་སྐྱབས་རྗེ་རིན་པོ་ཆེན་གྱི་བཀའ་གདམས་པ་ལ་སྐྱོན་ཡོད་རེད་ཟེར་མཁན་ཡོད་མ་རེད་སྐུ་ཡོན་མི་འདུག་ཟེར་མཁན་ཡོད་མ་རེད། མི་ལ་ཕན་བཏགས་གི་མི་འདུག་ཟེར་མཁན་ཡོད་མ་རེད། སྐྱབས་རྗེ་རིན་པོ་ཆེ་གིས་འདི་སྦེལ་བཀོད་པ་གི་གཞིས་ཆགས་གསར་རྙིང་གཉིས་ཀ་ལས། ད་ཅིག་ལུང་པ་གི་ས་བཅུད་རི་བཅུད་དེ་འདྲའི་གི་ཆེད་དུ་ཕན་ཐོགས་ཡོང་བ་ལས་བུམ་ཐེར་བསྒྲུབས་རེད་བུམ་ཐེར་སུ་གང་སྦྱིན་བདག་ཡོད་མ་གདའ། ཁོང་རེ་རང་གི་དཔེ་དེ་འགྲོ་སོང་བཙུགས་ནས་རྫ་དམར་གྱི་བུམ་པ་དེ་འདྲའི་བཟོ་བཅོས་དེའི་ནང་ལོགས་ལ་དག་བོད་དེ་བུམ་ཐེར་གྱི་གཟུངས་རེད་རྫས་ཆ་རེད་ཆ་ཚང་མ་བསྒྲུབས་ཁོང་རེ་རང་གི་དེ་ནས་བུམ་པ་བུམ་སྒྲུབ་གནང་ད་ཏིག་ད་དུས་ཁོང་རེ་གི་དབུ་བཞུགས་བྱས་ནས་གྲ་སོང་ཐམས་ཅད་མཐའ་མ་འབད་དེ་གཞི་ཆ་མི་སེར་རེ་རེའི་རྒྱན་དུ་ཁྱོད་རང་ཚོ་ལན་འགའ་ཤོག་སུ་ཁྱོད་རང་ཚོ་གི་ནང་ལས་བཞག་ན་ཡང་ནང་ལ་ཕན་ཐོག་གི་རེད་སོ་སོའི་ཞིང་ཁ་ནང་ལ་འབད་དོ་ཞིང་ཁ་ལས་ས་བཅུད་རི་བཅུད་ཡོང་གི་རེད་ཨེ་ནི་ང་རང་ཚོ་འབད་དེ། དབྱར་ཁ་ལས་ཆར་པ་ཡིན་ན་དུས་སུ་བབ་རྒྱུ་ལོ་ཏོག་ལས་རྫས་དེ་འདྲའི་རེ་གསུངས་འོང་དུས་ཁ་ཤས་ཀྱིས་མི་དགོས་ཟེར་གི་རེད་བུམ་པ་ཟེར་བུམ་པ་གི་ལས་ཀ་ཅི་མི་འདུག་ཟེར་བུ་རིགས་འདི་བཟང་བོ་ཅིག་སེམས་ཡིད་ཡོད་རེད་ཧ་ལས་ཀྱི་ལྟ་སྐོར་སྤེལ་དེ་ཤུགས་ལྡན་ལས་ཞན་མགོ་ཆེན་པོ་ཅིག་རེད་འདུག་ད་དེ་འདྲས་ཀྱི་ལབ་ལབ་རེད་ཁོ་འདས་ལ་དེ་ཁོ་བུམ་པ་དེ་མི་མང་ནང་ལ་མ་བཀྱགས། ལྟོས་འདུག་ཟེར་འདི་མགོ་བསྐོར་རྩེད་ཀྱི་བཅའ་ལག་རེད་ཟེར་འདིའི་ནང་ཅི་གང་མི་འདུག་ཨ་ཟེར་ཅི་འདུག་ཟེར་ད་འདི་གི་ཕན་ཐོག་གི་ལས་ཀ་ག་རེ་འདུག་ཟེར་ནས་དེ་འདྲིའི་གི་སྐད་ཆ་དེ་འདྲ་བྱུང་འདུག་ཨ་རེད་དེ་འདྲའི་བྱུང་ཨ་ནི་རྦད་དེ་སྐེམ་བཞི་པའི་རིན་པོ་ཆེ་གིས་ཁྱོད་རང་ཚོ་མགོ་བསྐོར་རྩེད་རེད་མ་འདུག་ཅི་གང་གི་ཁུངས་བཅོལ་ཕན་ཐོག་གི་ལས་ཀ་མི་འདུག་ཟེར་ནས་དེའི་ལོ་དེ་ན་ལས་དཔེ་གཅིག་མི་མང་ཚོ་དེ་གི་ཁ་རྒྱུག་འདྲ་པོ་བྱེད་ནས་གཅིག་ལྷག་པར་དུ་གཅིག་དཔལ་ནོར་རིན་པོ་ཆེ་ནས་འཛེམ་པ་བཞིན་གྱི་དེ་འདྲའི་དུས་ཚོད་བྱུང་སོང།

ད་བལ་ཡུལ་ལ་གཏེར་མཛོད་གནང་དུས་རིན་པོ་ཆེ་ཞེ་ཆེན་དགོན་པ་ལ་གཏེར་མཛོད་གནང་རེད་ཟེར་འོང་དུས་ད་དཔེ་དེ་རོང་མཚམས་ཀྱི་མི་ཉིན་མ་རེ་རེ་བཞིན་དུ་བལ་དེ་མི་སྟོང་ཕྲག་ཁྲི་ཕྲག་མང་པོ་ད་མ་བོ་ད་ལ་སླེབས་འོང་གི་རེད་ད་ཁོང་ཚོས་ག་རེ་ལབ་དགོས་ཐོ། དཔེ་ནོར་རིན་པོ་ཆེན་ད་ལ་གཏེར་མཛོད་ཞུ་བ་འགྲོ་རྒྱུ་ཡོད་མ་རེད་ཟེར་ཇག་རིན་པོ་ཆེན་ལ་དེད་པ་ཡིན་ན་དཔེ་ནོར་རིན་པོ་ཆེན་ལ་གཏེར་མཛོད་ཞུ་བ་དེ་མཚམས་བཞག་དགོས་ཀྱི་རེད་ཟེར་ཟེར་ནས་ད་ཡི་གེ་བཀྲམས་འདུག་གི་རེད་ཡི་གེ་བཀྲམས་ཡི་གེ་སྦྱར་བོ་ད་ག་ས་ག་དེ

དངོས་སུ་ཁོ་རང་རྦད་དེ་མང་ཚོགས་ཚོ་སྡུག་གོང་བྱས་ནས་དེའི་ནང་ལོགས་ལས། དེ་ནས་དཔལ་ནོར་རིན་པོ་ཆེ་གིས་འདི་འདྲའི་མགོ་བསྐོར་བསྡད་ཡོད་རེད་ཟེར་བུམ་གཏན་འདི་ཚོ་ལ་ཅི་འདུག་ཟེར་ནས་དེ་འདྲས་བཤད་སོང། དེའི་ལོ་དེ་ལས་དུས་ཚོད་དེ་ལས་ཆར་པ་བཏང་ནས་བ་རོ་མ་བྱས་ནས། སྦེ་ལི་ཀོ་བ་ཆ་ཚང་གི་ཞིང་ཐོག་དེ་སྐམ་པོ་ཆགས་ཟེར་རེད་དངོས་ནས་ཧ་ལས་གི་སྐྱོ་བོ་ཆགས་ཟེར། དཔེར་ན་དེ་འདྲའི་གཅིག་གི་མི་ཚང་གིས་ད། གཅིག།

བླ་མ་རྣམ་པ་གྱི་འགན་ཁུར། དེའི་སྟེང་དུ་ད་འདི་ནས་གྲྭ་ཚང་གི་གྲྭ་པ་དེ་ཚོ་གི་དེ་ནས་སྦྱིན་བདག་ཁ་ལ་ག་རེ་དགོས་དགོས་ན། དངོས་གནས་གྲྭ་ནས་སོ་སོའི་ལྷག་བསམ་རྣམ་དག་གི་ཐོག་ལས་གསོན་འབུལ་ཡིན་ན་སྐུ་རིམ་འབྲུ་ཡག་པོ་འབྲུ་རུ་ཞེས་གཤིན་པོ་ཡིན་ནའང་གཤིན་ཤོག་དེ་ཚོ་ཐོག་ལས་གཅིག་ཕན་ཐོག་གཅིག་དོ། ད་སོ་སོ་གི་འཇོན་ཚོད་དཔའ་ཚོད་ཀྱི་ཅིག་སེམས་ཅན་གྱི་ཡིན་ནོ་ཟེར་ན་ནི་འགྲོ་དོན་དེ་ཆགས་འདུག་གི་འདུག་ཨ། མ་ཏུ་པ་གི་དེའི་འགྲོ་དོན་ཟེར་ནི་ཅིག་སྟོན་པ་བཅོམ་ལྡན་འདས་ཀྱི་ནོར་ནོར་ང་ཚོ་ག་དུས་ཡོང་ཡ་ཡོད་མ་རེད་བ།

འབྲུག་ཀོང་ནང་ཐོན་འབུད་ཀྱི་བླ་མ། ད་བླ་མ་ཚོ་ཡིན་ན་ད་སང་ཉིན་ཕ་སྐྱིད་ཀྱི་ཁྱེད་རྣམ་པ་ག་འདྲ་ཡིན་གྱི་ཡོད་ན། སང་ཉིན་གཅིག་རྡོ་རྗེ་སློབ་དཔོན་གྱི་མངའ་གསོལ་གནང་ལ་ཡོད་རེད།
མང་ཆེ་ས་པ་རེད། མང་ཆེ་ས་པ་རེད། ཨོ་ས་པ་ཡིན་ན་ཡོད་གི་ཡོད་ཀྱི་མ་རེད་དེ། ད་དེ་འདྲ་བྱེད་དེ་ག་ར་དེ་སྐྱབས་རྗེ་རིན་པོ་ཆེ་ངའི་ཕྱག་སོར་བདག་མ་དང་འདི་རྩ་བ་སྤྲུལ་སྐུ་རྣམ་པ་གི་གསར་གཏོད་དེ་ག་གང་གི་མ་རེད་སྐྱབས་རྗེ་རིན་པོ་ཆེ་སྔ་མ་ནས་བླ་མ་ཚོ་དོ་དེ་སྒྲུབ་ཁོངས་ནས་ཡོག་མ་རེད་དེ་ཡིན་ན་ཡང་བླ་མ་སྐུ་བགྲེས་པ་ཚོ་ཐམས་ཅད་ལས་རྡོ་རྗེ་སློབ་དཔོན་གི་དབུ་ཞྭ་དེ་ཚོ་ཁོང་རེ་རང་གི་འདི་འདྲའི་བཟོས་གསུངས་ནས་བཟོ་བཅུས་ནས་དེ་ནས་བས་དེ་རྡོ་རྗེ་སློབ་དཔོན་གི་གི་སྔ་སོར་དེ་འདྲ་བྱས་ད་དེ་ཚོ་ཐམས་ཅད་གི་བས་ན་ནང་ལ་དགོན་པའི་ཚོགས་བཙུགས་དགོས་ཡིན་ན་འདྲ་ཕྱི་ལོག་ལས་དེ་ནས་གྲོང་པ་ཁག་གི་ཆེད་དུ་ཞབས་རིན་ཡིན་ན་འདྲ་ད་དེ་ཁོ་རང་བས་དེ། ཚོགས་པ་དེ་གི་ཚོགས་མགོན་འདྲ་བོ་བྱས་ནས་དེ་འདྲས་བྱས་ནས་སྔ་མ་སྐྱབས་རྗེ་རིན་པོ་ཆེ་དེ་འདྲས་གནང་འདི་རེད། ཡང་དེའི་རྗེས་ལ་དེ་སྒྲུབ་ཁང་བཙུགས་རེད་ད་སྒྲུབ་ཁང་ནང་ནས་དེ་སྒྲུབ་ལ་ཐོན་འདི་དེ་ད་བཤད་མ་དགོས་པར་བ། དེ་དེ་ཚོ་ཐོག་དེ་ར་ཡིན་གྱི་མིན་གྱི་གཅིག་ཐུགས་བསམ་བཞེས་ཡག་དེ་ཚོ་དཔེ་གནད་འགའ་ཆེན་པོ་རེད་དྲན་སོང། ང་རང་གི་བསམ་ཚུལ་དེ་རེད་ཨེ་ན་དེའི་སྟེང་དུ་ཁྱེད་རང་རྣམ་པ་ཡིན་ན་ད་འོང་ལོ་ཆུང་ཆུང་རེད་ད་གཅིག་ལོ་གསུམ་ཚར་རྒྱུ་དེ་གི་གཅིག་རྒྱ་ཆེན་པོ་རྒྱ་ཆེན་པོ་གཅིག་སླེབས་ཐུབ་ཡ་མ་རེད། དང་པོ་དེའི་རྟེན་རྩེ་རང་ལ་འཕེལ་ཏེ། གཅིག། ཡི་དམ་ལྷ་དགེ་བསྙེན་པ་བསགས་དགོས་ཡའང་མང་པོ་ཡོད་དེ་གལ་རེ་ཨེ་ནི་བསྙེན་པ་བསགས་ཡ་ཙམ་མ་ཟད་པ་གི་དེ་ནི་ཡང་གཅིག་གཅིག་དངོས་གཞི་གི་ཉམས་ལེན་དང་རྫོགས་པ་ཆེན་པོ་གི་ཁྲེགས་ཆོད་ཀྱི་ཉམས་ལེན་ཐོད་དཀར་གྱི་ཉམས་ལེན་དེ་ཚོ་ཉམས་ལེན་དེ་ཚོ་ཡིན་ནའང་དང་པོ་འཕེལ་ཏེ་གཅིག་མུ་མཐུད་ནས། ག་ཚད་ཡིན་ན་ཡང་ད་ཉམས་ལེན་གྱི་ངང་ལ་ད་བརྩོན་པ་བྱེད་ཡག་འདྲ་བོ་དེ་ཚོ་དང་གཅིག་དཔེ་གནད་འགག་ཆེན་པོ་རེད་དྲན་གྱི་འདུག་མ་གཏོགས་ད་ང་ཡང་ཅི་སྒྲུབ་ལག་དེ་ཕྲེང་བས་སོང་ཟེར་ནས་ཡང་ཤི་ཆགས་ཀྱི་འགྲོ་ས་དཀའ་བ་འདུག་འདྲ་བལྟ་བསྡད་ན་ཏོ་དེ་ནི་དཔེ་ཐབས་སྐྱོ་པོ་འདྲ་ཆགས་འདྲ་བོ་འདུག་ཅིག་འདི་བ་ལས་ཉེ་ཁོ་ལ་ཅི་གང་ཁོ་ལ་ཅི་ཡོང་སྒོ་ཆེན་པོ་ཅི་མི་འདུག་ད་ཤི་ཆགས་འདྲ་ཞིག་ཐག་སོང་ན་དེ་ནི་རྦད་དེ་དངུལ་གྱི་ཡོང་འབབ་ཆེན་པོ་འདུག་བསམ་ནས་དོང་ནས། ལྷག་བསམ་ཀུན་སློང་དེ་ལྷག་བསམ་འདྲ་པོ་དེ་ཕར་རྒྱག་ནས་ཀུན་སློང་འདྲ་པོ་དེ་འདྲའི་སྐྱེ་ཚར་དུས་དཔེའི་ཐབས་སྐྱོ་པོ་རེད་འགྲོ་གི་འདུག་དེ་འདྲའི་མི་ཡོང་བ་གི་ཚོད་རེད་དངོས་གནས་དྲང་ནས་རང་གི། ད་མི་ཚེ་ཟེར་ཡ་དེ་ང་རང་ཚོ་སུ་ཡིན་ནམ་དཔེ་མི་ཚེ་རིང་པོ་ཅིག་གི་བསམ་བླ་གཏོང་དུ་རེད་དེ་མི་ཚེ་རིང་པོ་གང་ཡང་ཡོད་མ་རེད་ད་གང་ཡང་ཡོད་མ་རེད་ད་ང་ཚོ་ག་ཚད་མི་དགོས་ག་ཚད་རྒྱུན་རིང་ཟེར་ན་ལོ་བརྒྱ་ཆུ་སྡོད་དགོས་ཀྱི་རེད་བརྒྱ་ཆོད་གི་དུས་ཚོད་ཅིག་ལ་ལྟོས་དང་ཁྱེད་རྣམ་པ་ད་ཁྱེད་ག་ལ་ལ་དུ་རྫོགས་ཚར་དེ་རེད།

བསམ་བློ་དེ་སླེབས་དབང་ཡོད་དེ་དགོས་ར་ད་དེབ་ཀྱི་ཧ་ལམ་གཅིག་ད་ལོ་བརྒྱ་བཅུ་ཕར་ལས་ད་དེ་རང་རེད་དེ་མ་ཏོ་འགྲོ་ས་ཡོད་མ་རེད་ད་ལོ་བརྒྱ་བཅུ་གི་ཚུན་དུས་དེ་ལས་ག་རེ་ན་སོ་སོ་གི་བྱེད་ཐུབ་གི་འདུག་ཨ་མཚམས་སྡོད་ན་སྡོད་ཐུབ་གི་ཡོད་རེད་སྙན་པ་སྐྱེས་ན་སྐྱེས་ཐུབ་གི་ཡོད་རེད་སྒམ་བརྒྱབ་ན་བརྒྱབ་ཐུབ་གི་ཡོད་རེད་བེད་དེ་གཅིག་སོ་སོ་གི་མིག་གིས་མཐོང་གི་ཡོད་རེད་ཨམ་མགྱོགས་གིས་གོ་གི་ཡོད་རེད་ཡར་ལོངས་ཐུབ་གི་ཡོད་རེད་མར་སྡོད་ཐུབ་གི་ཡོད་རེད་དེ་འདྲའི་གི་ཚད་ལས་ཡང་དུས་ཚོད་དེ་ཆུད་ཟོས་སུ་མ་གཏོང་ནས། གང་འཐུས་ཐུབ་ནུས་པ་གང་ཡོད་ཡོད་དེ་འགྲིམ་འདོད་དེ་ལྟ་ཉི་མ་གཅིག་རྒན་རྒོན་ཆགས་ན་མི་འཐུས་པའི་ཆགས་ཚད་ལྟ་དེ་ག་ཚོད་འཁོར་བའི་རང་གཤིས་རོ། དེ་ལས་སུ་གཅིག་གི་སྒར་འཐུས་ཨ་ཡོད་མ་རེད་ད། སྐྱེ་རྒ་ན་འཆི་གི་སྡུག་བསྔལ་ཟེར་དེ་ལས་སྒར་འཐུས་ཨ་ཙང་ནས་མེད་དེ་རེད། ཡིག་ཨོང་དུ་འགྲོ་འགྲོ་བ་རེད་ད་མ་འགྲོ་ཀ་མེད་རེད་འགྲོ་ཉིན་མ་འགྲོ་ན་ཡང་འགྲོ་གི་རེད་འགྲོ་ཉིན་གྲོ་ན་ཡང་འགྲོ་ཡ་རོ། ད་དེ་ཕར་བཞག་ཞོག། ད་ལྟ་དུས་ཀྱི་དུས་ཚོད་དེ་ཧ་ལམ་ད་ལྟ་སླེབས་མེད་པའི་དབང་དུ་གཏོང་ནས། དེ་ནི་ཡིན་གྱི་མིན་གྱི་དུས་ཚོད་ཡིན་ན་ཡང་ཆུད་ཟོས་སུ་མི་གཏོང། དེ་ནི། བླ་མ་གཅིག་གི་མིང་འཁུར་ནས་གཅིག་འཇིག་རྟེན་ཆོས་རྒྱལ་སྒྲུབ་ས་འདྲ་བོ་མི་བཞེས་ནས། དངོས་གནས་ཀྱི་བསྟན་པ་གཤེ་དང་ཞེ་དྲག་ལྷག་པར་དུ་ཡང་བདག་སོ་སོའི་རྩ་བའི་བླ་མ་གཙུག་གི་ནོར་བུ། སྐྱབས་ཀྱི་བདེ་བར་གཤེགས་པ་གི་ཐུགས་ཀྱི་དགོངས་པ། འཁུན་རས་ཀྱི་དཔལ་དེ་དག་དམིགས་ཡུལ། དཔེའི་དམིགས་ཡུལ་རྒྱང་ཐག་རིང་པོ། དེ་འདྲས་གནང་འདོད་བ་དེ་གི་ད་གང་ཐུབ་ཐུབ་ང་རང་གི་ཡིན་ན་ཡང་སྒྲུབ་ཐུབ་པ་ཅིག་བྱེད་དགོས་བསམ་བསམ་གི། ད་སོ་སོའི་བེད་དེ་ཀུན་སློང་ཡིན་ནའང་དེ་འདྲས་ཅིག་གི་ཀུན་ནས་སློང་འདོད་ཅིག་དེ་འདྲས་དེ་དང་མཐུན་པའི་གི་འགན་ཅིག་ཁུར་ཕྱག་ལས་ཅིག་གནང་འདོད་མི་ཐུབ་པ་རྩ་ནས་མི་འདུག་ཨ། སེམས་ཤུགས་ཟད་དེ་ཧ་ལས་གནད་འགག་ཆེན་པོ་རེད་འདོད་ཨ། ད་ངས་ཅི་ཡང་འཇོན་གི་མ་རེད་གཉིས་ཡང་འཇོན་གི་མ་རེད་ཟེར་རང་གིས་རང་ལ་མ་སྨད་ར་འདྲ་པོ་གཏོང་རང་གིས་རང་པ་པ་ན་མ་ཟེར་མ་སྐྱག་དེ་འདྲས་ནི་ཅི་གང་བྱེད་ཐུབ་གི་མ་རེད་བ། ཡིན་ཏེ་དེ་འདྲའི་མ་ཡིན་པའི་གྱེས་མི་ཐུབ་པ་ཙམ་ལས་ཡོད་མ་རེད་ཁྱེད་རྣམ་པ་ཐམས་ཅད་གྱེས་ཐུབ་ཐུབ་བ། གྱེས་ཐུབ་རྒྱུ་དེ་གི་ཡང་སྡུག་ལྷག་མ་ཡིན་པ་ཡག་ས་ཐོག་རེད་གང་ཐུབ་ཐུབ་གྱེས་ཐུབ་ཞི་རག་གི་དོ་གས་ཆེན་པོ་རེད་དྲན་གི་འདུག་ད་དེ་གྱི་ལམ་འགྲོས་བྱུང་ཁྱེད་རྣམ་པ་གི་ཐུགས་ལས་འཕྲོད་པོ་བྱུང་ཡོད་ནའང་མི་ཤེས་ཅིའི་ཕྱིར་དུ་འཕྲོད་མེད་ན་ཡང་མི་ཤེས་ཏེ་གང་ལྟར་ཡང་ང་རང་གི་བསམ་པ་དེ་དང་ལྷག་བསམ་རྣམ་དག་གི་སྐད་ཆ་ཡིན་དེ་ནི་དེ་འདྲའི་རེད་རོ་དེ་མ་ཏོག་ཅི་མི་འདུག།